འོག་ཏུ་འབྱུང་བའི་ཚིགས་སུ་བཅད་པ་ཉི་ཤུ་དེ། ཉི་མ་རེ་རེ་བཞིན་དུ་དུས་གསུམ་དུ་བརྗོད་དགོས་རེད། ཉིན་རེ་བཞིན་ཡང་དུས་གསུམ་དུ། ཞོགས་ཀའི་ཉིན་གུང་དགོངས་དག་བྱས་ནས་དུས་གསུམ་ལ་སྨོན་ལམ་དེ་འདོན་ན་ཡག་གོ་རེད་གསུངས་པ་རེད། ཟླུམ་པོ་བསྐུལ་བའི་མདོ་ནས་བཤད་པ་ནང་བཞིན་བྱས་ནས། ཡན་ལག་བདུན་གྱི་སྒོ་ནས། ཡན་ལག་བདུན་པ་སྔོན་དུ་བཏང་བའི་སྒོ་ནས་ཨ་ནི་མོ་རྣམས་ཀྱི་རྒྱ་སྒོ་རེད་ཅེས་པ་རེད། ད་བསགས་སྦྱང་གི་གནད་བསྡུས་པ་ཡན་ལག་བདུན་པ་ཟེར་ནི་ང་ཚོ་བོད་པའི་ལབ་སྟངས་དེ་རེད་བསགས་སྦྱང་གི་གནད་བསྡུས་པ་དུས་སྐབས་ལ་ཚོགས་བསགས་ཡག་དང་འབྲི་བ་སྦྱང་ཡག་གི། དོན་དག་ཐམས་ཅད་ཚུལ་གནད་བསྡུས་པ་ཡིན་ན་ཡན་ལག་བདུན་གྱི་ནང་འདུས་ཐུབ་བོ་རེད་ཅེས་པ་རེད་སངས་རྒྱས་བཅུ་དང་དགེ་འདུན་དང་བྱང་ཆུབ་སེམས་དཔའ་རྣམས་ལ་ཡང། རྣམ་ཀུན་བཏུད་དེ་སྐྱབས་མཆི་ནས་མཆོད་ཡུལ་རྣམས་ལ་ཕྱག་འཚལ་ལོ། ཨོ་ད་དེ་གི་ཕྱག་འཚལ་བའི་ཡན་ལག་དང་མཆོད་པ་ཕུལ་བའི་ཡན་ལག་གཉིས་ཅར་ལ་དེ་རྣམས་ལ་སྡོང་གྲོགས་རེད། ཡན་ལག་བདུན་ཟིན་ལབ་དུས་གར་ལ་ཕྱག་འཚལ་བ་དང་མཆོད་ཅིང་བཤགས་པ་དང་རྗེས་སུ་ཡི་རང་བསྐུལ་ཞིང་གསོལ་བ་འདེབས། བྱང་ཆུབ་སྤྱི་བོར་བསྔོ་བ་དེ་བདུན་པོ་དེ་ལ་ཡན་ལག་བདུན་ཟིག་རེད། ཕྱག་འཚལ་བའི་ཡན་ལག་མཆོད་པ་འབུལ་བའི་ཡན་ལག། སྡིག་པ་བཤགས་པའི་ཡན་ལག་དགེ་བ་ལ་རྗེས་སུ་ཡི་རང་བའི་ཡན་ལག། ཆོས་ཀྱི་འཁོར་ལོ་བསྐོར་བར་གསོལ་བའི་ཡན་ལག་མྱ་ངན་ལས་མི་འདའ་བར་བཞུགས་པར་གསོལ་བའི་ཡན་ལག་དགེ་བ་བྱང་ཆུབ་ཏུ་བསྔོ་བའི་ཡན་ལག་སྟེ་ཡན་ལག་བདུན་པོ་དེ་རེད། ད་ད་ལྟ་འདི་ན་ལ་ཆུད་པའི་ཡན་ལག་དེ། ཟུར་དུ་གསུངས་མི་འདུག་དེ་མཆོད་ཡུལ་ཞེས་པའི་ཚིག་དེ་གིས་ཨེ་ནི་མཆོད་པའི་ཡུལ་བ་ཡིན་ཙང་དེ་ལ་མཆོད་པ་འབུལ་བ་དེ་ཉམས་རྟོགས་བྱེད་ཡང་མེད་ན་ཕྱག་འཚལ་བ་དང་མཆོད་པ་འབུལ་བ་ཉམས་རྟོགས་གོ་ཆོད་པ་བྱས་ནས། སངས་རྒྱས་དང། དེས་གསུངས་པའི་ལུང་རྟོགས་ཀྱིས་བསྡུས་པའི་དམ་པའི་ཆོས་དང། འཕགས་པའི་དགེ་འདུན་དང་སོ་སོ་སྐྱེ་བོའི་དགེ་འདུན་ལ་སོགས་པའི་དགེ་འདུན་དང། བྱང་ཆུབ་སེམས་དཔའི་དགེ་འདུན་སྡེ་བརྒྱད་ཚང་མ་ལ་ཡང། དུས་གསུམ་དང་རྣམ་པ་ཐམས་ཅད་དུ། ལུས་ཀྱི་བཏུད། ངག་གི་བཏུད་པ་བཅས་ཡིད་ཀྱི་འདུས་ཏེ། སྐྱབས་སུ་སོང་བའི་སྒོ་ནས། མཆོད་ཡུལ་དེ་རྣམས་ལ་ངས་ཕྱག་འཚལ་གྱི་ཡིན་ཟེར། ཕྱག་འཚལ་བའི་ཡན་ལག་འདི་རེད། འདི་པའི་ལས་ལས། འདི་པའི་ལས་ནི་རྡོ་རྗེ་བཞིན་བསོད་ནམས་ཐམས་ཅད་ཡོངས་སུ་བཟུང། ལུས་ཅན་ཀུན་གྱི་བསོད་ནམས་དག་ཀུན་ལ་རྗེས་སུ་ཡི་རང་ངོ། ཨཱོ་ཏི་ཤ་བའི་ཡན་ལག་འདི་རྗེས་སུ་ཡི་རང་ཡན་ལག་གཉིས་པོ་འདི་རེད། འདི་པ་ཀུན་ལས་རྡོ་རྗེ་བཞིན་བཏུད་སྐབས་ལ། གཉིས་པོ་སྟོབས་བཞི་ཚང་བའི་སྒོ་ནས། སྔར་བྱས་བསགས་ཟིན་པའི་ལུས་ངག་ཡིད་གསུམ་གྱི་སྡིག་པ་ཐམས་ཅད་ལས་ལྡོག་པར་བྱེད་ཀྱི་ཡིན། སྦྱིན་པ་དང་ཚུལ་ཁྲིམས་དང་བསྒོམ་པ་ལས་བྱུང་བའི་བསོད་ནམས་ཐམས་ཅད་ནི་ཡོངས་སུ་བཟུང་གི་ཡིན། ཉལ་ཐུལ་རང་བྱས། བྱང་སེམས་ལ་སོགས་པའི་ལུས་ཅན་ཐམས་ཅད་ཀྱི་བསོད་ནམས་ལ་ཡང་རྗེས་སུ་ཡི་རང་བསྒོམ་གྱི་ཡིན། རྗེས་སུ་ཡི་རང་བསྒོམ་དུས་ག་ལ་བསྒོམ་ཟེར་ཡ་དེ་གཞན་གྱི་དགེ་བ་ལ་དགའ་བ་བསྒོམ་པ་དེ་རེད་མི་གཞན་པའི་དགེ་བ་བྱེད་པ་ལ་དགའ་བ་བསྒོམ་པ་དང། རང་གི་སྔས་མ་དགེ་བ་བྱས་པ་ལ་དགའ་བ་བསྒོམ་པ་དེ་ལས་རྗེས་སུ་ཡི་རང་འགྲུབ་རེད། བྱས་ཙང་གུང་ཐང་གི་ཉལ་ནས་དགེ་ཆེན་ཞིག་འགྲུབ་འདུག་ན་རྗེས་སུ་ཡི་རང་རང་དགོངས་ཞེས་གསུངས་ཡ་དེ་རེད་ག་གལ་བྱས་མ་གོ། དགེ་བ་ཆེན་པོ་ཅིག་བསགས་འདོད་ཀྱི་འདུག་ན་མི་གཞན་པའི་དགེ་བ་བྱས་པ་ལ་ཕྲག་དོག་དང་གདུང་སེམས་མ་བྱེད་པར་བྱས་ན་ཨོ་ད་འདི་ག་གོ་ཡག་པོ་ཞིག་གྲགས་བྱུང་སོང་བསམ་པའི་རྗེས་སུ་ཡི་རང་བསྒོམ་པ་ཡིན་ན། རང་ལས། རྟོགས་པ་སྨྲས་པ་ལ་རྗེས་སུ་ཡི་རང་བྱས་པ་ཡིན་ན། བསོད་ནམས་དམ་རྒྱུར་ཐོབ་པ་ཡིན་ཅེས་པ་ནི་རང་དང་རྟོག་པ་མཉམ་པ་ལས་བྱས་པ་ཡིན་ན་བསོད་ནམས་མཉམ་པར་ཐོབ་པ་ཡིན། རང་ལས་རྟོག་པ་མཐོ་བ་ལས་རྗེས་སུ་ཡི་རང་བྱས་པ་ཡིན་ན་དེའི་ཕྱེད་ཀ་ཐར་བ་ཡིན་ཟེར་བ་འདུག་སུ་ཡོད་རེད། བདག་ནི་སྤྱི་བསྟོད་མཐར་བྱས་ཏེ་ཆོས་ཀྱི་འཁོར་ལོ་བསྐོར་རེ་ད། ངས་སྤྱི་བོའི་ས་ལ་བསྟོད་ཐ་མོ་སྦྱར་ནས། ཁྱོ་བཅུ་སངས་རྒྱས་ཐམས་ཅད་དང་རང་གི་བླ་མ་དང་བཅས་པ་གང་ག་ལ་ལ་ཡ་ཆོས་ཀྱི་འཁོར་ལོ་བསྐོར་ར་གནང་ཟེར་ནས་གསོལ་བ་བཏབ་ཀྱི་ཡིན་ཟེར་བ་རེད། ཆོས་ཀྱི་འཁོར་ལོ་བསྐོར་བར་གསོལ་བ་བཏབ་པ་དེ་གལ་ཆེན་པོ་ཞིག་ཕྲ་རེད་དེ་ཡིན་ཙང་ཆོས་ཀྱི་འཁོར་ལོ་བསྐོར་བར་གསོལ་བ་བཏབ་པ། ད་ག་ན་བཞིན་འགྲོ་གནས་བར་དོར་ཞུགས་སླད་དུ་འཛོ་བའི་སངས་རྒྱས་རྣམས་ལ་སུས། འགྲོ་བ་ཇི་སྲིད་གནས་པའི་བར་དུ་འཛོ་བའི་སངས་རྒྱས་རྣམས་མྱ་ངན་ལས་འདའ་བའི་ཚུལ་མི་བལྟ་བར་ཚུལ་མི་བསྟན་པར་ཞུགས་རོགས་གནང་བྱས་ནས་གསོལ་བ་བཏབ་པ་རེད། མྱ་ངན་ལས་འདའ་བའི་མི་འདའ་བར་གསོལ་བ་བཏབ་པ་དེ་གལ་ཆེན་པོ་རེད། སངས་རྒྱས་རྣམས་ལ་མྱ་ངན་ལས་མི་འདའ་བར་གསོལ་བ་མ་བཏབ་པ་ཡིན་ན་ཨན་རྒྱུན་རིང་པོ་བཀོད་ཚུལ་ཞུ་དགོས་ཡོད་ཨ་མ་རེད། དེ་ཡིན་ཙང། བླ་མ་ཚོ་ལས་བརྟན་བཞུགས་ཕུལ་དགོས་ཡག་གི་དོན་དག་དེ་རེད། ཀུན་དགའ་བོ་ཉེས་པ། རྗེས་ཀྱི་ནང་ལ་ཉེས་པ་ཅི་ཞུས་དེ་རེད་སངས་རྒྱས་ཀྱིས། དེ་བཞིན་གཤེགས་པའི་ཞེས་ན་ཨ་ནི་བསྐལ་བ་ནས་བསྐལ་བའི་བར་དུ། རྫུ་འཕྲུལ་གྱི་བསྐམ་པ་ཞིག་ལ་བྱང་ཆུབ་པ་ཡིན་ཙང་དེ་བཞིན་གཤེགས་པའི་ཞེས་ན་བསྐལ་བ་ནས་བསྐལ་བའི་བར་འཚོ་ཞིང་ཞེས་གསེར་གྱི་རས་སུ་དུས་སྐབས་ལ་ཀུན་དགའ་བོའི་ལམ་སང་འཚོ་ཞིང་ཤེས་རོགས་ནང་ན་ཞུགས་དགོས་ཀྱི་ཡོད་པ་དེ་ཞོ་ཡག་མ་བྱུང་བ་རེད་དེ་ཡིན་ཙང་རྗེས་མ་ཞུ་དུས་སྐབས་ལ་བདུད་སྡིག་ཅན་ལ་མྱ་ངན་ལས། ཞལ་གྱི་ཞེས་ཚ་བ་ཡིན་ཙང་བྱ་ཡ་མ་བྱུང་བ་རེད་ཨོ་དུག་སུ་ཡིན་ཙང་མྱ་ངན་མི་འདའ་བ་གསོལ་བ་བཏབ་པ་དེ་གཙོ་བོས་སངས་རྒྱས་རྣམས་ལ་གསོལ། དེ་ལྟར་བྱས་པའི་བསོད་ནམས་དང་བདག་གིས་བརྗེད་དང་མ་བརྗེད་གང་དེ་ནི་སེམས་ཅན་ཐམས་ཅད་བཅང་བླ་མས་བྱང་ཆུབ་སེམས་ལྡན་ཤོག་ད་སྔོན་དེ་བྱང་ཆུབ་ལ་བསྔོས་པ་དང་བྱང་ཆུབ་ཀྱི་སེམས་ལྕི་བའི་ཆེད་དུ་བསྔོས་པ། བསྟན་པ་འཛིན་པའི་ཆེད་དུ་བསྔོས་པ་ད་སྔོ་དང་འདྲ་མི་འདྲ་སྣ་ཚོགས་ཡོད་རེད། དེ་འདྲ་ཡིན་ཙང་འདིའི་སྐབས་ལ་ག་རེ་བསྔོས་ཡོད་རེད་ཟེར་ན། གོང་དུ་ཡན་ལག་དྲུག། འབྱེད་པའི་བསོད་ནམས་དང། དེ་ནས་ངས་ད་ལྟ་ཕན་ཆད་ལ་བསགས་ཟིན་པའི་བསོད་ནམས་དང་མ་འོངས་པ་ལ་བསགས་པར་འགྱུར་བའི་བསོད་ནམས་གང་ཡིན་པ་དེ་དག་ཐམས་ཅད་རང་ལ་བྱང་ཆུབ་ཀྱི་སེམས་དང་ལྡན་པ་དང་སེམས་ཅན་ཐམས་ཅད་ལ་བྱང་ཆུབ་ཀྱི་སེམས་དང་ལྡན་པར་འགྱུར་བའི་ཆེད་དུ་ཨ་ནི་བསྔོ་བ་ཡིན་ཅེས་པ་ལས་སེམས་བརྟན་ཤོག་ཤོག་ཞེས་པ་དེ་སྨོས་པའི་དོན་ཡིན་ཙང་བསྔོ་བ་དེ་རེད།

མི་ཁོམ་པའི་གནས་ཐམས་ཅད་ལས་མི་དང་མི་མ་ཡིན་པའི་མི་ཁོམ་པའི་གནས་ཐམས་ཅད་ལས་བྲལ་ནས་གནས་ཐམས་ཅད་ལས་འདས་ནས། དལ་བ། བརྒྱད་ཚང་བའི། གནས་ཤ་སྟག་ལ་ལྕི་བར་ཞོག་ཤེས་སེ་སྨོན་ལམ་གཉིས་པ་དེ་རེད། བཅུ་པ་རང་དབང་ཡོད་པ་དང། ད་ག་ན་བཞིན། དགེ་བ་ལ་སྤྱོད་པ་དང་སྡིག་པ་ལ་སྤྱོད་པ་དེ་སྤྱད་དེ་གཞན་དབང་ལ་མ་སོང་བ་ཅན་གཞན་གྱི་དབང་ལ་སོང་ནས་རང་གི་སྤྱོད་པ་རང་དབང་ཡོད་པ་མ་ཡིན་པ་ཆེ་བ་དེ་འདྲས་མ་ཡིན་པར་སྤྱོད་པ་རང་དབང་ཡོད་པར་ཞོག་སྨོན་ལམ་ཅི་ལྟ་བ་རེད། འཚོ་བ་བཟང་དང་ལྡན་པར་ཞོག་ད། འཚོ་བ་བཟང་དང་ལྡན་པ་དེ་གལ་ཆེན་པོ་ཞེ་དྲག་རེད། དལ་འབྱོར་གྱི་མི་ལུས་ཐོབ་པ་མང་པོ་ཡང་ལོག་འཚོའི་འོག་ལ་ཕྱིན་ནས། ཨ་ནི་འཚོ་བ་བཟང་པོ་དང་མ་ལྡན་པ་ཡིན་ཙང་ཆོས་སྒྲུབ་པའི་འགལ་རྐྱེན་ཆེ་ཤོས་ཅིག་འཚོ་བ་དེ་ལོག་འཚོ་བྱུང་སོང་དེ་འདྲི་བ་རེད། དེ་བྱས་འགྲོ་དགོས་རེད་དེ་འདྲ་ཡིན་ཙང་ལོག་འཚོའི་མ་འདྲེས་པའི་འཚོ་བ་བཟང་པོ་དང་ལྡན་པར་ཞོག་སྨོན་ལམ་ཅི་ལྟ་བ་རེད། ལུས་ཅན་དག་ནི་ཐམས་ཅད་དང་ལག་ན་ལུས་ཅན་དག་ནི་ཐམས་ཅད་ཀྱང་ལག་ན་རིན་ཆེན་ཉིད་ལྡན་ཞིང་ཡུལ་བརྒྱད་ཐམས་ཅད་མཐའ་ཡས་པ། འཁོར་བ་སྲེག་ཏུ་མི་ཟད་ཤོག། དེ་ནས་གཡོས་པོ་གང་ཡང་མེད་པར་བྱས་ནས་ཐམས་ཅད་ལ་ཡ། ཡུལ་བརྒྱད་ཀྱིས་མི་ཕོང་བར་ཤོག་ཤིག་ཅེས་སྨོན་ལམ་བཏབ་པ་ལས་ཡུལ་བརྒྱད་ཀྱིས་མི་ཕོང་བ་ག་འདྲས་ཤོག་ཤིག་ལབ་པ་ཡིན་ན། ཅི་བ་ཙམ་གྱིས་ལག་པ་ན་ལ་ཡ། རིན་པོ་ཆེའི། ཡུལ་བ་བྱས་ནས་དེ་འདྲས་ལ་སྐྱེ་བར་ཤོག། དེ་འདྲས་བྱུང་བར་རེ་བ། ལག་པའི་ནང་ལ་ཡར་བཀྲམ་ཁ་ཟེར་རྒྱུ་མེད་པར་ཁྱེར་ནས་ཅི་ཡོང་བ་བལྟ། གྲུ་བཞིན་གྱི་སྣང་བ་བྱི་བ་རི་ཟེར་ན་ཨམ་ཅོག་ལ་ཡར། སེར་སྲང་བྱི་བ་རི་བའི། གྲན་བཏགས་ནས་ཅི་ཡོང་ལབ་སོང་དེ་འདྲས་ཡོང་ཡ་ཡོད་རེ་བ་དེའི་ཟུར་ར་བ་བྱས་ནས། ལག་ན་རིན་ཆེན་དང་ལྡན་པ་ཅི་ནས་ནི་རིན་པོ་ཆེ་དེ་ལ་ཡར་ཡོ་བྱད་ག་རེ་དགོས་པ་དེ་བསུ་བ་བཏབ་ན། ཡོང་ཡ་དང་ཁུ་བ་ཇི་སྲིད་གནས་ཀྱི་བར་དུ་མི་ཟད་པའི་ཡོ་བྱད་ཡོད་པ་འོང་དེ་འདྲས་ཅིག་ལ་ཡོང་བ་བསུ་བྱས་ནས། མཐུན་རྐྱེན་གྱིས་མི་གཡོ་བར། མཐུན་རྐྱེན་གྱིས་མི་དབུལ་པོ་མི་ཆགས་པ་དེ་འདྲའི་སྨོན་ལམ་བཏབ་པ་རེད། བུད་མེད་ཐམས་ཅད་དུས་ཀུན་ཏུ་སྐྱིད་ཤོག་ཉིད་དུ་འགྱུར་བར་ཤོག། ད་འདིའི་སྨོན་ལམ་དེ་ད་རི་སང་ཉིད་ལྟ་བུ་ཡུལ་དང་མེ་དང་མི་ཤིང་དང་ཕོ་མོ་འདྲ་མཉམ་བྱེད་པའི་སྐབས་རེད། བྱས་ཙང། སྤྱི་ཚོགས་རྙིང་པའི་ནང་ལ། བུད་མེད་དེ། གཅིག་པ་ལས། གཅིག་བྱས་ན་སྨྲས་པ་རྩིས་བསྒྱུར་འགྲོ་ག་རེ་ཡིན་ན་གང་བྱས་བུད་མེད་སྤྱི་བ་ལ་འགྱུར་བའི་སྨོན་ལམ་དེ་འདྲའི་མང་པོ་ཡོད་རེད་འདི་ཁ་སང་སྔན་མ་ང་ལ་དྲི་བ་བྱེད་མཁན་དེ་འདྲས་མང་པོ་ཡོང་གི་འདུག་ད་མ་ཤི་དུས་ཚོད་ད་མི་འདུག་དེ་དེ་ཟུར་ཟིར་བཤད་པ་ཡིན་ན་བུད་མེད་ཐམས་ཅད་དུས་ཀུན་ཏུ་སྤྱི་བ་སྤྱི་ཆོག་ཉིད་དང་འགྱུར་བར་ཞུ་ཟེར་ཡ་དེ་སྨོན་ལམ་དེ། ག་རེ་རེད་ཞེ་ན་དེ་འགྲེལ་བཤད་རྒྱག་དགོས་ཡ་གྱི་རེད། བུད་མེད་ཚང་མ་སྐྱིད་པ་ཆགས་སོང་ན་ནི་ག་འདྲས་བྱེད་གི་རེད་ཨ་མ་སྐྱིད་རག་གི་མ་རེད་པ། དེ་ནས་དལ་འབྱོར་ཚང་བའི་མི་ལུས་དེ་མེད་པ་ཆགས་འགྲོ་གི་རེད་པ་དེ་ཡིན་ཙང་སྨོན་ལམ་དེ་འཇིག་རྟེན་ནང་ལ་བུད་མེད་མེད་པ་ཤོག་བྱས་ཟིན་དེ་སྨོན་ལམ་རྒྱག་གི་ཡོད་མ་རེད་དེ་བྱས་པ་ཡིན་ན་ཨ་ནི། ལྷག་པར་དུ་ཡས། སངས་རྒྱས་ཀྱི་གོ་འཕང་ཐོབ་པ་དང་མཆོག་གི་སྤྲུལ་སྐུ་མཛད་པ་བསྟན་ཡ་དང་སྔགས་ཀྱི་ལམ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་དེ་ལས་ཡ་མ་ལས་སྐྱིད་པའི་མངལ་སྐྱེས་ཁམས་དྲུག་ལྡན་གྱི་ལུས་ཅིག་མེད་ན་བྱས་ཚུལ་ནི་ཡོད་མ་རེད་དེ་ཡིན་ཙང། མ་དེ་ཤ་གས་ཆེན་པོ་རེད། མ་གས་ཆེན་པོ་ཡིན་པའི་རྒྱུ་མཚན་གྱིས་བུད་མེད་དེ་གས་ཆེན་པོ་རེད། ཅེས་དང་སྐྱིད་པ་དང་བུད་མེད་གཉིས་ལ་གཏིང་མཐོ་དམན་གྱི་ཁྱད་པར་ནང་པས་བརྩི་གི་ཡོད་མ་རེད། ཡིན་ནས་བུད་མེད་སྐྱིད་པའི་ལུས་ཐོག་པའི་སྨོན་ལམ་རྒྱག་ཡ་དེ་ག་རེ་རེད་ཟེར་ན། སྨན་ལག་གི་ནང་ལ། སྨན་ལས་དགེ་བཤེས་བརྒྱད་ཀྱི་སྨོན་ལམ་གྱི་ནང་ལ། དེ་འདྲའི་སྨོན་ལམ་བུད་མེད་སྐྱིད་པ་དུ་འགྱུར་བའི་སྨོན་ལམ་ཁག་གཉིས་ཡོད་རེད། དེ་ནང་ལ་ག་རེ་ཡོད་རེད་ཟེར་ན། གང་དག་ནད་ཀྱི་ལུས་ཟེར་བུད་མེད་ཀྱི་སྐྱིད་ནད་ལ་མོས། རྩ་བའི་སྡུག་བསྔལ་ཅན། དེ་དག། བུད་མེད་ལས་ཅི་མཐར་འགྱུར་ཏེ། སྐྱེ་བ་ཀུན་ཏུ་སྐྱེས་པ་ཉིད་ཅེས་ཞུ། ད་ཕལ་ཆེར་ཚིག་ཏག་ཏག་ཡིན་ནམ་མེད་ན་འདི་རེད། བྱས་ཙང་བུད་མེད་དུས་རྟག་ཏུ་བུད་མེད་ཀྱི་ལུས་ལ་ཡ། སྐྱེས་པ་དང་མི་འདྲ་བར་མདའ་ཚན་བམ་ཡ་ལ་སོགས་པ། རྒྱུན་དུ་ནད་ཀྱིས་མནར་བ་དང། དེ་ནས། བོ་ལ་སོགས་པ་རྩ་བའི་སྐབས་སུ་བཙས་པའི་སྡུག་བསྔལ་ཆེན་པོ་མྱོང་དགོས་ཡ་དང་གང་དག་ནད་ཀྱི་མི་ཚུལ་ཕུན་མེད་ཅི་ནས་ལབ་མོད་རྩ་བའི་སྡུག་བསྔལ་ཅན། འདི་འདྲས་ཀྱི་དབང་གིས། ཆོས་བསྒྲུབ་པ་ལ་ཡ་བར་ཆད་བྱས་ནས་ཨ་ནི་ང་ལྟ་བུ་མེད་ཀྱི་ལུས་ལས་ཐར་ནས་སྐྱིད་པ་སྐྱིད་པའི་ལུས་ལ་སྐྱིད་བར་ཤོག་ཤིག་ཟེར་ནས་འདི་འདྲས། མོས་པ་ཡུལ་ངན་དེ་ཚོ་ལ་ཨ་ནི། བུད་མེད་ཀྱི་ལུས་ཀྱི་སྡུག་བསྔལ་གྱི་དབང་གིས་སྐྱེས་པའི་ལུས་ལ་རེ་བ་བཅིངས་ནས་སྐྱེས་ཏེ། བུད་མེད་སྐྱེས་པ་ཐོབ་ཞུགས་སྐྱེས་པ་ཉིད་དུ་འགྱུར་བ་ཞུགས་གསུམ་གོ་རེ་མ་གཏོགས་ནི། འཇིག་རྟེན་གྱི་ཁམས་ལ་མི་ཡི་འཇིག་རྟེན་གྱི་ནང་ལ་བུད་མེད་མ་གཏོགས་སྐྱེས་པ་མ་གཏོགས་བུད་མེད་མེད་པར་ཤོག་ཟེར་ཏེ་སྨོན་ལམ་བརྒྱག་ན་འདྲི་ཡ་ཡོད་མ་རེད་པ། དེ་ནས་ཨ་མ་དེའི་སྐྱེས་པའི་བྱེད་སྒོ་ཡང་པ་པ་དེའི་སྐྱེས་པའི་བྱེད་སྒོ་ཡང་དུག་ཆགས་པ་ཡིན་ན་འདི་འདྲི་ཡ་ཙམ་ནི་ཡོད་མ་རེད། ལུས་ཅན་ཐམས་ཅད་རིག་པ་དང་རྐང་པར་བརྟེན་པ་ཉིད་དུ་ཞུགས་རིག་པ་ཞི་བ་དེ་ཤེས་རབ་དང། རྐང་པ་ཞེས་པ་དེ། ཚུལ་ཁྲིམས་རེད། བྱས་ཙང། སྟོང་ཉིད་རྟོལ་བའི་ཤེས་རབ་དང་ལྡན་པའི་རིག་པ་དང་ལྡན་པ་དང། ཚུལ་ཁྲིམས་དང་ལྡན་པའི་རྐང་པ་དང་ལྡན་པ། ད་རེས་སང་ཉིན་ཡིན་ན་རྐང་པ་དེ་འགྱུར་ས་མ་རེད། སྔན་མ་ཡིན་ན། བིདྷི་ཨཱ་ཅཱ་རཱན། བྱས་ནས། རིག་པ་དང་ཞབས་སུ་ལྡན་པ། སངས་རྒྱས་ལ་ཡོན་ཏན་བརྒྱུད་པའི་སྐབས་ལ་རིག་པ་དང་ཞབས་སུ་ལྡན་པ། ཨཱ་ཅཱ་རཱན། ཡ་དེ་ཞབས་ལ་གྱུར་ཡོད་རེད། ད་རེས་སང་ཉིན་བསྒྱུར་བ་ཡིན་ན་ཨ་ཅཱ་རན་སི་ཡ་ཏི། སྤྱོད་པ་ལ་བསྒྱུར་ན། ཤེས་རབ་དང་སྤྱོད་པ། གང་བཞིན་པ་དེ་ཉམས་སུ་ལེན་ནས་ལག་ལེན་དུ་བསྟར་ཡོང་བ་དེ་ལ་སྤྱོད་པ་ཟེར་ནི་ལབ་ན་སྟབས་བདེ་ཨ་རེ་འདུག་གང་ཡིན་ན་ད་ལྟ་ང་ཚོས་བོད་པའི་བཤད་སྟངས་ལ་ཡང་རིག་པ་དང་རྐང་པར་ལྡན་པ། ཅེས་ནས་རིག་པ་དང་ཞབས་སུ་ལྡན་པ་ཡིན་ན་རིག་པ་དང་རྐང་པར་ལྡན་པ། ཨ་ཅཱ་རན་དེ་ལ་ཡ། ཚེ་གོ་རང་གི་ངོ་གདོང་ནང་བཞིན་ཡོད་པ་བྱས་ནས་བཅུས་པའི་སྐྱ་རེངས་དེ་ལ་མ་བསླབ་པར་བྱས། རྐང་པའི་སྐྱ་རེངས་དེ་ལ་བསྒྱུར་བྱས་རྐང་པར་བསྟན་པར་བསླབ་ཡོད་རེད། གཞན་དོན་དག་གཉིས་པོ་རབ་དེ་ག་རེ་ཟེར་ན། ཆོས་ཀྱི་དོན་ཤེས་པའི་ཤེས་རབ་དང། དོན་དེ་ཉམས་སུ་ལེན་པའི་ལག་ལེན་ལ་བསྟར་བའི་ཚུལ་ཁྲིམས། དེ་གཉིས་པོ་དེ་ལ་ཡང་རིག་པ་དང་རྐང་པ་ཟིན་འདུག་ཟིན། རིག་པ་དང་ལག་ལེན་བཅས་འདུག་ལ་ནི་འབྲི་ངེས་ཀྱི་སུ་རབ་བྱས་རེད། ད་རེས་སང་ཉིན་བསམ་འགྲུབ་དང་ཀྱེ་ལོག་ངན་དང་པཱ་ལིའི་སྐད་ནང་ལ་རིག་པ་དང་ཞབས་ཏུ་བསྟན་པ་ཟེར་ཡ་དེ། ཁོ་ཚོས་དགེ་ཕྲུག་ལ་མ་བཤད་པའི་སྐབས་ལ། Vidya Acharan བཅས་ནི་ཡིན་གཅིག་མིན་གཅིག་གིས་མཚམས་སྦྱོར་ཁྲལ་ནས་ཨ་ནི་བཅུ་བ་ལ་བཤད་ཡ་དེ་མ་རེད་མ་གཏོགས་རྐང་པ་བསྲེས་ནས་དེ་འདྲའི་ཤ་རྒྱག་གི་མི་འདུག། ལུས་ཅན་ཁ་དོག་ལྡན་པ་དང་གཟུགས་བཟང་གཟི་བརྗིད་ཆེ་བ་དང་ལྟ་ན་སྡུག་ཅིང་ནད་མེད་དང། སྟོབས་ཆེན་ཚིག་དང་ལྡན་པར་ཞུགས། ཁ་དོག་ལྡན་པ་ཟེར་ཁ་སང་ཞུས་ཚར་བ་ཡིན་གཟུགས་བཟང་བ་གཟི་བརྗིད་དང་ཆེ་བ་ལྟ་ན་སྡུག་བ་ནད་མེད་པ་སྟོབས་ཆེ་བ་ཚིག་དང་ལྡན་པ་ད་འདི་བཅས་དེ་གང་ག་ཚང་མི་འདུག་མ་གཏོགས་ད་ལྟ་འདི་ཡི་གཞུང་གཞན་དག་ནས་བཤད་པའི། རྣམ་སྨིན་འཇིག་རྟེན་རྒྱས་བསྲི་ཡག་དེ། མང་ཆེ་བ་འདི་དང་ཚང་དེ་ཡོད་རེད། ཐམས་ཅད་ཐབས་ལ་མཁས་གྱུར་ཏེ་སྡུག་བསྔལ་ཀུན་ལས་ཐར་བ་དང་དཀོན་མཆོག་གསུང་ལ་ཞུ་བ་དང། སངས་རྒྱས་ཆོས་ནོར་ཕྱིར་ལྡན་ཤོག། སྐྱེ་བོ་ཐམས་ཅད་བྱང་ཆུབ་སེམས་དཔའི་ཐབས་ལ་མཁས་པ་དང་སྡུག་བསྔལ་ཐམས་ཅད་ལས་ཐར་བ་དང། དཀོན་མཆོག་གསུང་ལ་སྐྱབས་སུ་འགྲོ་བ་དང་རང་ཉིད་ཀྱི་དཀོན་མཆོག་གསུང་གི་གོ་འཕང་ཐོབ་པར་བྱེད་པས་དེ་ལ་ཞུ་བ་དང། སངས་རྒྱས་ཀྱི་ཆོས་དང་ནོར་དང་ཁྱིམ་པོ་དང་ལྡན་པར་ཤོག་ཅིག། སངས་རྒྱས་ཀྱི་ཆོས་ནི་སྟོབས་བཅུ་དང་ལྡན་པར་ཤོག་ཅིག།

ཨ་ཚོགས་ཐམས་ཅད་ཡོངས་སུ་རྫོགས་ནས་མཚན་དང་དཔེ་བྱད་གསལ་བར་གནས་པས་སངས་རྒྱས་ཀྱི་གོ་འཕང་ཐོབ་པ་དང་བསམ་གྱིས་མི་ཁྱབ་པའི་ས། སྐྱུར་པོ་ཆེ་རིམ་གྱིས་སྦྲུས་ནས་སངས་རྒྱས་ཀྱི་ས་ལ་འདུས་པར་ཤོག་ཅིག། ཧཱུྃ། མདོ་སྨོན་ལམ་བདག་ཅག་ཡོན་ཏན་བདག་དང། གཞན་ཀུན་ཅིས་ཀྱང་རྒྱན་ལྡན་དེ་ཉེས་པ་ཀུན་ལས་གྲོལ་བ་དང་སེམས་ཅན་ཀུན་མཆོག་བྱམས་པ་དང། སེམས་ཅན་ཀུན་ཡིད་རི་བ་ཡི་དགེ་བ་ཐམས་ཅད་རྫོགས་བྱེད་ཅིང་རྟག་ཏུ་ལན་ཅན་ཐམས་ཅད་སྡུག་བསྔལ་སེལ་བར་བགྱེད་པར་ཤོག། འདིར་བདག་ཀྱང་ཡོན་ཏན་དེ་དག་དང། གཞན་ཡང་ཡོན་ཏན་ཡོན་ཏན་གོང་དུ་བཤད་པའི་ཡོན་ཏན་དེ་དག་དང། ཨ་ནི་ཡོན་ཏན་གཞན་ཐམས་ཅད་ཀྱང་བརྒྱན་ནས་ཉེས་པ་ཐམས་ཅད་ལས་གྲོལ། སེམས་ཅན་ཐམས་ཅད་ལ་བྱམས་པའི་སེམས་དང་ལྡན་པ་ཆེ་སེམས་ཅན་ཀུན་གྱི་ཡིད་ལ་ཡོད་པའི་རེ་བ་ཡིས་དགེ་བའི་དོན་ཐམས་ཅད་ཡོངས་སུ་རྫོགས་པ་སྡིག་པ་ལ་རེ་བ་ཡོད་ན་བསྐང་དགོས་ཡ་ཡོད་མ་རེད། སེམས་ཅན་ཐམས་ཅད་ཀྱི་ཡིད་ལ་རུས་པའི་རིལ་བ། རིལ་བ་དང་མཚུངས་པའི་དགེ་བ་ཐམས་ཅད་རྫོགས་པར་བྱས་ཐུབ་པ། རྟག་ཏུ་སེམས་ཅན་ཐམས་ཅད་ཀྱི་སྡུག་བསྔལ་སེལ་བར་བྱས་ཐུབ་པའང་དེ་འདྲའི་ཤོག་ཤིག་སེར་མོ་ལམ་བརྒྱད་པ་རེ་རྗེ་དེང་ཀུན་ན་སྐྱེ་བོ་གང་སུ་དག་འཇིགས་པས་སྐྱོ་བ་དེ་དག་གི་མིང་ཙམ་ཐོས་པས་ཀྱང་ཤིན་ཏུ་འཇིགས་པ་མེད་པར་ཤོག། སྔོན། བྱང་ཆུབ་སེམས་དཔའི་གནས་སྐབས་ན། སྲིན། རྒྱང་སྐྱོད་སེམས་དཔའ་སོ་སོས། སྨོན་ལམ་གྱི་མཐོ་ལ་བརྟེན་ནས། མཚན་ཙམ་ཐོས་པའི་ངན་འགྲོ་སྡུག་བསྔལ་སེལ་ཟེར་ཡ་དང། མཚན་ཙམ་ཐོས་པའི་འཆི་བདག་གི་འཇིགས་པ་གྲོལ་ཟེར་ཡ། རང་གིས་མཚན་ཙམ་ཐོས་པས་ཀྱང། མི་འཇིགས་པ་སྐྱབས་སྦྱིན་པ་ལ་སོགས་པ་ཡོད་ཡ་དེ་འདྲའི་སྨོན་ལམ། སྐྱོན་པའི་དབང་གིས་སངས་རྒྱས་པའི་སྐབས་དེ་འདྲའི་ཡོན་ཏན་ཡོད་པ་ཡོང་གི་འདུག་ཨང་དེ་འདྲ་ཡིན་ཙང་འདིའི་སྨོན་ལམ་རྒྱག་དགོས་བ་རེད་འཇིག་རྟེན་ཀུན་ན་སྐྱེ་བོ་གང་གང་དག། སོ་དག་འཇིགས་པས་སྐྱོ་བ་དེ། འཇིགས་པ་ག་འདྲས་བྱེད་ཡུལ་བ་ཡིན་ན་ཡང་འདི་ངའི་མིང་ཙམ་ཐོས་པ་ཡང་ཤིན་ཏུ་འཇིགས་པ་མེད་པར་འཇིགས་མེད་ཀྱི་དེ་ནས་ས་ཐོབ་པར་ཞུ་སྲིད་སྨོན་ལམ་གཅུན་པ་རེད་བདག་ནི་འཐུང་དང་དྲན་པ་དང་མིང་ཙམ་ཐོས་པའི་སྤྱི་བོ་རྣམས་རབ་དྭངས་འཕྲོག་མེད་འཁྲུགས་མེད་རྣལ་མ་དང་རྫོགས་པའི་བྱང་ཆུབ་ངེས་པ་དང། ང་འཐུང་བ་དང། ང་དྲན་པ་དང་ངའི་མིང་ཙམ་ཐོས་པ་ཙམ་གྱིས་སྤྱི་བོ་ཐམས་ཅད་སྲིན་རབ་ཏུ་དྭངས་བ་སྲིན་འཁྲུགས་པ་མེད་པ་སྲིན་རྣལ་དུ་གནས་པ། རྫོགས་པའི་བྱང་ཆུབ་ལ། འོན་ཏེ་ནི་ངེས་པ་གཉིས་པ། རྫོགས་པའི་བྱང་ཆུབ་ལ་ཕྱིར་མི་ལྡོག་པར་ངེས་པ་དེ་སྐད་ཅེས་འབྱུང་བར་ཞུ། ཚེ་རབས་ཀུན་ཏུ་རྗེས་འབྲང་བའི་དངོས་གཞིའི་བསྔགས་པ་ཐོབ་པར་ཞུ། ཚེ་རབས་ཀུན་ཏུ། ཟག་པ་ཟད་པ་ལ་སོགས་པའི་དངོས་གཞིའི་བསྔགས་ཐོབ་པ་དང། དངོས་གཞི་ལྔ་དངོས་གཞི་དྲུག་སྲིད་དང་མི་འདྲ་བ་གཉིས་ཡོད་པས་དངོས་གཞིའི་བསྔགས་པ་དེ་ཐོབ་པར་ཞུ། སེམས་ཅན་ཀུན་ལ་རྣམ་ཀུན་ཏུ། རྟག་ཏུ་ཕན་བདེ་བགྱིད་པར་ཞུ། དངོས་གཞི་ལྔ་པོ་དེ་ལ་བརྟེན་ནས་སེམས་ཅན་ཐམས་ཅད་ཀྱི་དོན། སེམས་ཅན་ཐམས་ཅད་ལ་རོགས་པ་བྱས་ནས་རྟག་ཏུ་ཕན་བདེ་སྒྲུབ་ཐུབ་པར་ཤོག་ཅིག། རྗེས་དྲན་ཀུན་ནང་སྐྱེ་བོ་གང་འདུས་པ་བྱེད་པར་འདོད་འཇོ་ལ་ད་ཐམས་ཅད་གནོད་མེད་པར་རྟག་ཏུ་ཅི་ཕྱིར་འདོགས་པར་ཞུ། རྗེས་དྲན་སྐྱེ་བོ་སུ་འདྲ་བོ་ཅིག་གིས་སྡེ་པའི་ལས་ལ་ཞུགས་པར་འདོད་པ་ཡིན་ན་ཡང། དེ་ཚོ་ལ་ཡང་གནོད་འཚེ་བྱས་མ་དགོས་པར་སྡེ་པའི་ལས་དེ་ནས་འདོགས། ཅི་ཕྱིར་དུ་འདོགས་ཐུབ་པར་ཞུ་ཅིག། ས་དང་ཆུ་དང་མི་དང་རླུང། སྨན་དང་དགོན་པའི་ཤིང་བཞིན་དུ་རྟག་ཏུ་སེམས་ཅན་ཐམས་ཅད་རང་དགར་འགག་མེད་སྐྱེ་རྒྱུར་ཤོག། དེ་ནས་བདག་ལྟ་བུ་དེས། ས་དང་ཆུ་དང་མི་དང་རླུང་དང། སྨན་གྱི་རྒྱུན་ཤིང་དང། ཤིང་ནགས་སྤྱི་ལ་ཡོད་པའི་ཤིང་ནགས་བཞིན་སེམས་ཅན་ཐམས་ཅད་ཀྱིས་རང་དབང་དུ་དགའ་བདེའི་དགོས་མཁོ་ཡོད་ནའི་རང་དགར་ལི་ཡ་ནི་ལོངས་སུ་སྤྱད་ཐུབ་པ། དགག་བྱ་མེད་པར་ལོངས་སུ་སྤྱད་ཐུབ་པར་ཤོག་ཅིག་དེ་སྐོར་ལ་ཁ་སང་ཚ་ཁ་ཤས་ཕྱིན་ཚེ། སེམས་ཅན་རྣམས་ལ་སྲོག་བཞིན་ཕམ། བདག་ལ་དེ་དག་ཆེས་ཕངས་ཤོག། སེམས་ཅན་དེ་ཚོ་ལ་བདག་ནི་སྲོག་བཞིན་དུ་ཕམ་པར་འགྱུར་བ་དང། བདག་ལ་སེམས་ཅན་ཐམས་ཅད་སྲོག་བཞིན་དུ་ཕམ་པའི་འདུ་ཤེས་ཡོད་པ་དང། དེ་གཉིས་ཀ་ལ་ཕན་ཚུན་སེམས་ཅན་རྣམས་ལ་བདག་སྲོག་བཞིན་དུ་ཕངས་པ་དང་བདག་ལ་སེམས་ཅན་ཐམས་ཅད་སྲོག་བཞིན་དུ་ཕངས་པའི་འདུ་ཤེས། ལྕི་བར་ཤོག་ཅིག། ད་བདག་གཞན་དངོས་སུ་བགྱི་བ་དེར་བདག་ལ་དེ་དག་སྡིག་མེད་ཅིང་བདག་གིས་མ་ལུས་དེར་མི་ཞུགས། ང་ཚོ་བླ་མ་མཆོད་པའི་ནང་ལ་དངོས་སུ་བདག་གཞན་བགྱི་བའི་སྐབས་ལ། མ་འབྱོན་འགྲོ་བའི་སྡིག་སྒྲིབ་སྡུག་བསྔལ་མ་ལུས་ཏག་ཏག་ལ་སྨིན་པ་བདག་གི་སྡིག་གཞན་ལ་བཏང་བ་ཡིན་འགྲོ་ཀུན་དོན་ལྡན་པ་སྤྱི་གཙུག་ཏུ་ཡོད་པ་འོ་དེ་རེད། བདག་ལ་ཡང་སེམས་ཅན་ཐམས་ཅད་སྡིག་པ་སྨིན་ཅིང་བདག་གིས་བགྱི་བ་མ་ལུས་པ་སེམས་ཅན་ཐམས་ཅད་ལ་སྨིན་པར་ཤོག་ཅིག་ཅེས་ནས་གདུགས་སུ་སྒྲིབ། ཇི་སྲིད་སེམས་ཅན་འགའ་ཤས་ཀྱང་གང་དུ་མ་བྲོས་དེ་སྲིད་དུ་དེ་ཕྱིར་བླ་ན་མེད་པ་ཡི། བྱང་ཆུབ་ཐོབ་ཀྱང་གནས་འགྱུར་གྱིས། སེམས་ཅན་འགའ་ཤས་ཀྱང་འཁོར་བ་ལས་མ་གྲོལ་བར་ཡུལ་བ་དེ་སྲིད་དུ། དེ་ཡི་ཕྱིར་བླ་ན་མེད་པ་ཡིས། དེ་ཡི་དོན་བསྒྲུབ་པའི་ཕྱིར་དུ། བླ་ན་མེད་པའི་སངས་རྒྱས་ཀྱི་གོ་འཕང་ཐོབ་ཟིན་པ་ཡིན་ན་ཡང། འཁོར་བའི་གནས་འདི་ལ་ཡང་དང་ཡང་དུ་ལྕི་བ་བརླན་ནས་གནས་པར་གྱུར་གྱིས་ཟེར་མདོ་སྲུང་མ་རྣམས་རྒྱལ་བས། དེ་སྐད་བརྒྱུད་པའི་བསོད་ནམས་གང་གཱ་དེ། ད་དེ་ཡན་ཆད་ཀྱི་སྨོན་ལམ་གྱིས། ཤུ་ལོ་ཀ་ཉི་ཤུ་ཐམ་པ་དེ་རྫོགས་པ་རེད། ད། དེ་འདྲའི་གིས་སྨོན་ལམ་བརྒྱུད་པའི་བསོད་ནམས་དེ་གཟུགས་ཅན་དུ་གྱུར་ན་གངྒཱའི་ཀླུང་གི་བྱེ་མ་སྙེད་ཀྱི་འཇིག་རྟེན་གྱི་ཁམས་ལ་ཤུགས་འགུལ་མང་རེ་བྱས་ནས་སངས་རྒྱས་ཀྱི་གསུང་ཡོད་རེ་བྱས་པ་རེད། ག་འདྲའི་བསོད་ནམས་དེ་དེའི་རྒྱུ་མཚན་ག་རེ་རེད་བྱས་ན། དེ་ནས་བཅོམ་ལྡན་འདས་ཀྱིས་གསུང་གཏན་ཚིགས་བསྐྱངས་ནས་འདི་ལ་གནང། སྨོན་ལམ་དེ་སྐད་དེ་བརྒྱུད་པའི་བསོད་ནམས་དེ་གཟུགས་སུ་གྱུར་ན་གངྒཱའི་ཀླུང་གི་བྱེ་མ་སྙེད་ཀྱི་འཇིག་རྟེན་དུ་མི་ཤོང་བ་དེ་སངས་རྒྱས་ཀྱིས་གསུངས་པ་མ་ཟད་རིགས་པས་ཀྱང་འགྲུབ་རེད། གང་ཡིན་ཟེར་ན་སེམས་ཅན་ཁམས་ནི་ཚད་མེད་ལ་ཕན་འདོད་དེ་ནི་དེ་འདྲའོ། གང་གཱའི་ཀླུང་གི་བྱེ་མ་སྙེད་ཀྱི་འཇིག་རྟེན་ཐམས་ཅད་ལ་སེམས་ཅན་གང་དེ་ཡོད་རེ་སེམས་ཅན་ཐམས་ཅད་ལ་དེ་ཙམ་གྱི་ཕན་འདོད་བྱེད་པ་ཡིན་ཙང་སེམས་ཅན་གྱི་ཁམས་ཚད་མེད་པ་ལ་ཕན་འདོད་པ་ཚད་མེད་པ་དེས་ཨ་ནི་བསོད་ནམས་དེ་འདྲས་འབྱུང་དགོས་ཡ་དེ་བཤད་མི་དགོས་རེ་གསུངས་པ་རེད། ད་དེ་ཡན་ཆད་ཀྱི་རྩ་བའི་ས་བཅད་ཀྱི་ནང་ལ། ཡན་ལག་བདུན་གྱི་ཚོགས་སོགས་ཚུལ་སྨོན་ལམ་ཕན་ཡོན་དུ་བྱེད་པ་བསྟན་པ་དེ་རྫོགས་པ་རེད། ད་དེ་མན་ཆད་བསྟན་བཅོས་ཐམས་ཅད་ཀྱི་མཇུག་བསྡུ་བར་བཤད་པ་དེ་རེད་བསྟན་བཅོས་ཐམས་ཅད་ཀྱི་མཇུག་བསྡུ་བར་བཤད་པ་དེ་ལ་སྤྲུལ་བ་བསྐྱེད་ཅིང་ཆོས་བཞི་བསྟན་པར་གདམས་པ་དང། སྤྱོད་ཚུལ་འཆད་པ་མདོར་བསྡུས་ཏེ་བསླབ་པར་གདམས་པ། ཆོས་འདི་རྒྱལ་པོ་ཙམ་མ་ཟད་གཞན་ལ་ཐུན་མོང་ཡིན་པའི་གཞུང་དོན་བསམ་བཞིན་ཡོན་ཏན་བླངས་རིགས་པར་གདམས་པ། ད་དེ་བཅས་དེ་རེད། དེ་ལྟར་བདག་གིས་ཆོས་ལ་ནི་མདོར་བསྡུས་ཆོས་བཤད་གང་ཡིན་དེ། ཆོས་ལ་ཇི་ལྟར་རྟག་ཏུ་ཀོ་ཕམ་པ་བཞིན་དུ་ཕམ་པར་མཛོད། ངས་ཁྱོད་ལ་ཡང་འདུལ། ཆོས་ཀྱི་སྙིང་པོ་མདོར་བསྡུས་ནས་བཤད་པ་གང་ཡིན་པ་དེ་ཁྱེད་རང་ལ་ཡང་ག་དུས་ཡིན་ནའི་ཁྱེད་རང་གི་སྐུ་གཟུགས་དེ་རྩ་ཆེན་པོ་ཡོད་པ་ནང་བཞིན་ངས་བཤད་པའི་ཆོས་འདི་ཡང་རྩ་ཆེན་པོ་བྱས་ནས་ཕངས་པར་བྱས་ནས་ཉམས་སུ་བཞེས་རོགས་གནང་ཞེས་བྱས་པ་རེད། གང་ལ་ཆོས་དེ་ཕངས་གྱུར་པ། དེ་ལ་དོན་དུ་བདག་ལུས་ཕངས། ཕངས་ལ་ཕན་པར་བྱ་དགོས་ན། དེ་ནི་ཆོས་ཀྱིས་བྱས་པར་འགྱུར། ག་རེ་བྱས་ནས་ཁྱོད་དེ་དེ་ག་ཚད། ལུས་ན་ཤིང་ལྕེ་ནེམ་རྩ་ཆེན་པོ་བརྩིག་གོ་བམ་པོ་བརྩིག་གོ་རེས་བྱས་ན་ཁྱེད་རང་ལ་ག་རེ་བྱས་ནས། བདག་གི་ལུས་དེ་རྩ་ཆེན་པོ་ཡོད་ཨ་རེས། རྩ་ཆེན་པོ་ཡོད་པའི་བདག་གི་ལུས་དེ་ལ་ཕན་ཐོགས་པ་ཞིག་བྱ་དགོས་ན། ཡང་མེད་ན་རྩ་ཆེན་པོ་ཡོད་པའི་ལུས་རྟེན་དེའི་སྟེང་ནས། ཕན་པའི་བྱ་བ་ཅིག་སྒྲུབ་དགོས་ཡོད་ན། དེ་སྒྲུབ་ཐུབ་ངེས་དེ་ཆུའི་སྤྱི་ཁོག་མ་གཏོགས་གཞན་པ་ཅིག་ཡོད་མ་རེད་བྱས་པས། ལུས་ལ་ཕན་པའམ་ལུས་ཀྱི་སྟེང་ནས་འབྲུག་བརྒྱག་གིས་ཕན་ཐོགས་པའི་བྱ་བ་དེ་ཆུའི་སྤྱི་མ་གཏོགས་ཡོད་མ་རེད་བྱས་པས། དེ་འདྲའི་ཡིན་ཙང་དེ་བས་ཆུ་ནི་བདག་ཞིང་བཏིངས། དེ་འདྲའི་ཡིན་ཙང་ཆུ་དེས་རང་དང་མཚུངས་པར་བྱས་ནས་རྩ་ཆེན་པོ་བྱས་ནས་སྐྱིད་པོ་བྱས་ནས་བཏིང་དགོས་རེད། དེ་ཡིན་ཙང་ཆུ་བཞིན་དུ་བསྒྲུབ་དགོས་རེད། ཆུ་བཞིན་དུ་སྒྲུབ་པར་བྱེད་པ་ལ། བདག་བཞིན་དུ། བདག། བདག། བདག་དང་མཚུངས་པར་ཆུ་དེ་རྩ་ཆེན་པོ་བྱས་ནས་བཏིང་བ་ལ་ཡང་ཆུ་དེ་ཉམས་སུ་ལེན་དགོས་རེད། ཆུ་ཉམས་སུ་ལེན་པ་ལ་ཆུ་དེ་ཤེས་དགོས་རེད། ཆུ་ཉམས་སུ་ལེན་པ་ཆུ་ཤིང་སྒོ་ཡིན་ཙང་ཤེས་རབ་སྒོ་དགུ་རེད། ཤེས་རབ་སྒོ་དགུ་ཡོད་ཙང་ཤེས་རབ་ཐོབ། ཤེས་རབ། གནང་མཁན་གྱི་མཁས་པས་དགེ་བའི་བཤེས་གཉེན་ལ་བསྟེན་དགོས་རེད་བྱས་པ་རེད། ཤེས་རབ་བཞིན་དུ་མཁས་པ་བསྟེན། འོང་དེ་འདྲ་ཡིན་ཙང་མཁས་པ་བསྟེན་དགོས་ན། ག་འདྲས་བསྟེན་དགོས་རེད་བྱས་ན། ག་འདྲས་ཅིག་མཁས་པ་ག་འདྲས་ཅིག་ལ། གཙང་ཞིང་བྱམས་ལ་བློ་ལྡན་པ། སྤོབས་ལ་ཕན་པར་སྨྲ་བ་ལ། གང་ཞིག་བདག་ངས་དོགས་བྱས་པ་དེ་ནི་རང་དོན་ཆུད་ཀྱང་གསུངས། དེ་འདྲ་བའི་བཤེས་གཉེན་དེ་མ་བསྟེན་པ་ཡིན་ན། ཨ་ནི་ག་རེ་བྱེད་ཀྱི་རེད་ཟེར་ན། རྒྱུད་གཙང་ཞིང། རང་དོན་དོན་གྱི་བློ་དང་མ་འབྲེལ་བའི་རྒྱུད་གཙང་ཞིང་སེམས་ཅན་ལ་བྱམས་པ། ཤེས་རབ་དང་ལྡན་པ། སྤོབས་པ་ཡོད་པ། ཕན་པའི་དོན་སྨྲ་བ་ལ། གལ་ཏེ། ངས་དོགས་པ་བྱས་ནས་བདག་ངན་པ་དེས་དོགས་པ་བྱས་ནས། གལ་ཏེ་བདག་ནི་དོགས་བྱེད་པ་སྟ་ཏི་རེ། བླ་མ་འདིའི་ལྟས་སུ་ཅིག་མ། སྨལ་པོ་ར་བ་ཅི་ལ་སྲིད། རང་ཉིད་དེ་ལ་ཡང་བརྟེན་པ་ཡིན་ན། ང་རྒྱལ་པོ་ཡིན་ཙང་དེ་བ་སྤངས་ཤོག་འགྲོ་ཡ་ཅིག་དང། ང་དེ་ལས་ཅིག་མ་ཆུང་རུ་འགྲོ་ཡ་དེ་འདྲས་ཀྱི་དོགས་པ་བྱས་ནས། ཨ་ནི་ཆོས་འདི་མ་མཉན་པ་ཡིན་ན། རང་གི་དོན་ཆོས་སུན་པ་རེད། རང་གིས་རང་ཉིད་ལ་ཕོག་ལ་དང་པ་རེད་བྱས་པ་རེད། ད་དེའི་རྗེས་ལ་ཡང་འདི་པ་ར་ལ་ཚིགས་བཅད་གཅིག་ཕལ་གྱི་ནང་ལ་ཡོད་པ་འདས་མེད་པ་ཅིག་འདུག་འདི་ཕལ་ཆེར་ཡུལ་དགུ་ངན་གྱི་གཟུགས་རབ་བྱིན་ཙང་ཚིགས་བཅད་གཅིག་དེ་ངན། འདི་ནང་ནས་ཚུལ་ཁ་བསྐང་ཆོག་གི་ཅེས་ཤོད་ཡ་ཅི་ཡིན་མི་འདྲ་འདུག་ཙང་ནས་ལ།

དེ་རིང་འདི་ནི་རང་དོན་ཆུད་ཅིང་སོན་གཙང་ཞིང་བྱམས་ལ་བློ་ལྡན་པ་པོ་ལ་ཕན་པར་སྨྲ་བ་ལ། བདག་ནི་དངུལ་དང་བཅས་འགྱུར་ཞེས་མི་དབང་ཐུགས་རྡུལ་ཐུགས་དམ་མཛོད། ད་ལྟའི་ཡུལ་ན་འགྲིག་མལ་ན་འགྲིག་གསར་བ་ཇི་ལྟར་གལ་མི་འདུག། དེ་འདྲ་ཡིན་ཙང་གཙང་ཞིང་བྱམས་ལ་བློ་ལྡན་པ་པོ་པོ་ལ་ཕན་པར་སྨྲ་བའི་གཤིས་ངན་དེ་འདྲས་ཀྱིས་འདུག་ན་འདི་མི་ཆུང་ཆུང་ཞིག་དང་ཁྱེད་རང་གི་འབངས་ར་བུ་ཅིག་ཡིན་པ་ཡིན་ན་ཡང། རྒྱལ་པོ་ང་རང་མགོན་དང་བཅས་པར་གྱུར་གསུང་སྙམ་སྙམ་དུ་བསམས་ནས། མི་དབང། སོ་སོའི་ང་རྒྱལ་བག་སྤངས་ནས་ཐུགས་དེ་མ་དུལ་བར་བྱས་ནས། ཨ་ནི་དེ་ལ་ཡང་སྟེང་གཡག་གི་ཐུགས་དམ་དུ་མཛོད་ཅེས་བྱས་ནས། ཨ་འདུག། གསུང་གི་ཡོད་རེད། དགེ་བའི་བཤེས་གཉེན་དེ་དག་གི་མཚན་ཉིད་མདོ་སྟོད་ཕྱིན་པར་མཛོད། དེ་འདྲའི་སྟེང་གཡག་དགེ་བའི་བཤེས་གཉེན་དེ་ག་འདྲས་ཀྱི་སྒོ་རེད་ཅེ་ན། ཕྱོགས་བཞི་ལྡན་པ་དེ་སྔའི་དང་པོ་དེ་གསུངས་འདུག་ང། དེ་སང་དགེ་བའི་བཤེས་གཉེན་བྱེད་པ་ལ་ཕྱོགས་བཞི་ལྡན་པ་ཞིག་མ་བྱུང་ན། འབུལ་བ་ལ་ཡང་སྔར་འདས་པ་བྱས་ན་དང་པོ་ད་ག་ནི་མཚན་ཉིད་ཀྱིས་མི་རུང་བ་རེད། རྒྱ་མ་ཁྱེད་རང་ཚོ་ནུབ་ཕྱོགས་པ་ལ་ཆུས་བཤད་ས་འགྲོ་དགོས་བྱུང་ན། ངས་དང་པོ་དེ་སྒྲོག་ལར་ཁིས་ཤོ་སི་ཡ་གི། བསམ་བློ་དེ་ངས་དང་པོ་དེ་ཡོད་པ་ཡིན་ན་བཤེས་གཉེན་གྱི་མཚན་ཉིད་དང་པོ་དེ་འགག་ཚར་བ་རེད། ཕྱོགས་བཞི་མེད་པ་ཅིག་ལ་ཡང་དགེ་རྒན་དེ་ནོར་ལ་མངགས་པ་ཅིག་ཡིན་ན། ད་ག་ངས་ཞུས་པ་ནང་བཞིན་རེད། ནོར་ལ་ཆགས་པ་ཉེ་དགའ་ལྟ་བུ་ཡི་དགྲ་ཅུང་མང་ཐུག་ཡིན་ཞེས་རྒྱལ་བས་གསུངས་ཨོ་དེ་རེད། དེ་ཚ་ཕྱོགས་བཞི་དེ་དགེ་རྒན་གྱི། བཤེས་གཉེན་གྱི་མཚན་ཉིད་དང་པོ་དེ་རེད། གཉིས་ཀྱི་ཡོད་དགོས་པ་དེ་གཉིས་པ་དེ་འདྲའི་ཚུལ་ཁྲིམས་དང་ལྡན་པ་ཡོད་དགོས་པ་དེ་ཚུལ་ཁྲིམས་འཆལ་བ་ཡིན་ན་འདྲི་ཡ་ཡོད་མ་རེད། ཉོན་མོངས་སེལ་བའི་ཤེས་རབ་ཅན་ཡིན་པ་འང་དེ་འདྲས་ཀྱི་ལ། དེ་དག་གིས་ནི་ཆོས་བསྟན་ན་དེ་དག་གིས་ཁྱེད་རང་ལ་ཆོས་བསྟན་པ་ཡིན་ན་ཁྱོད་ཀྱིས་ཕྱིན་ཅི་གུས་པར་མཛོད། དེ་འདྲ་ཡིན་ཙང་རྒྱལ་པོ་ཁྱོད་ཀྱིས་དེ་ཕྱིན་པར་བྱས་ནས་དེ་ཚོ་གོས་ཞབས་བཅད་དགོས་རེད་བྱས་པ་རེད། ད་དེ་ནས་མཇུག་བསྡུ་བ་གཉིས་པ་དེ་རེད། ལུགས་ནི་ཕུན་སུམ་ཚོགས་པ་འདི་གྲུབ་བ་ཡི་ནི་ཆུབ་ཐོབ་འགྱུར། དང་འོག་ཏུ་བཤད་པའི་མདོར་བསྡུས་པའི་སྤྲུལ་པ་ཕུན་སུམ་ཚོགས་པ་སྤྱད་དེ་གིས་གྲུབ་པ་ཐམས་ཅད་ཀྱི་མཆོག་ཏུ་གྱུར་སངས་རྒྱས་ཀྱི་གོ་ཁམས་ཐོབ་གི་རེད་ཟེར་བ་རེད། ད་སྤྱོད་ཚུལ་རྒྱས་བསྡུས་རྒྱས་འབྲིང་བསྡུས་གསུང་རེ་མ། རྒྱ་བུ་ལ་ཡ་ད། གོང་དུ་བཤད་པའི་གནད་དོན་དེ་དག་གང་ག་མ་བསྡུས་ནས་སྤྱོད་ཚུལ་རྒྱས་བསྡུས་འབྲིང་གསུང་ནང་ལ་གསུངས་པ་རེད། དེ་ཚང་ཁྱེད་རང་གི་སྤྱོད་པ་དེ་མདོར་བསྡུས་ན་ག་འདྲས་བྱེད་དགོས་རེད་ཟེར་ན། བདེན་པ་སྨྲ་བ་ཞིག་བྱེད་དགོས་རེད། སེམས་ཅན་ལ་འཇམ་པར་སྨྲ་བ་ཞིག་བྱེད་དགོས་རེད། འགྲོགས་བདེ་བའི་ངང་ཚུལ་ཅན་མི་ཚང་མ་ལ་ལ་འགྲོགས་བདེ་བའི་ངང་ཚུལ་ཅན་བྱེད་དགོས་རེད། རྙེད་དཀའ་བ་ཞིག་བྱེད་དགོས་རེད་དེ་རྙེད་དཀའ་བ་མ་རེད། འདྲིས་པ་རྣམས་ལ་རྙེད་དཀའ་བ་བྲིས་ཤག་རྙེད་དཀའ་བ་ཟེར་དུས་སྐབས་ལ། གཟི་བརྗིད་ཆེན་པོ་དང་ལྡན་པ། ཟབ་བོ་ཡིན་པ། དེ་བཞིན་གཤེགས་པ་ནི། རྙེད་པར་དཀའ་བ་དང་བཟོད་པར་དཀའ་བ་ཡིན་ཟེར་ནས་ལབ་གི་འདུག་ཨང་སངས་རྒྱས་ལ་ཡང་རྙེད་པར་དཀའ་བ་ཟེར་དུས་སྐབས་ལ། དཔེ་བཞི་བོ་གཅིག་གིས། ནང་ཚགས་བྱས་སོ་བྱས་ཡག་དཀའ་ལས་ཁ་པོ་བྱས་པ་བྱོས་རེད་དེ་འདྲ་བ་སྙད་དཀའ་བ་བྱེད་དགོས་རེད། ཚུལ་དང་ལྡན་པ་བྱེད་དགོས་རེད། གང་ཟག་སྨད་པ་ཅིག་ཡིན་ན་ཡང། ཆེད་དུ་མི་བསུས་པ་བྱེད་དགོས་རེད། ད་ག་ནང་བཞིན་དབང་པོ་ཡུལ་ལ་འཇུག་པ་ན་ཉོན་མོངས་ཀྱི་དབང་དུ་མ་འཐང་བ་བྱས་ནས་རང་དབང་ཡོད་པ་ཞིག་བྱེད་དགོས་རེད། སྐབས་འདིའི་རང་དབང་དེ་དབང་པོ་ཡུལ་ལ་འཇུག་པ་ན་ཉོན་མོངས་ཀྱི་དབང་དུ་མ་སོང་བ། དེ་ནས་སྨྲ་མཁས་པ་ལེ་བར་སྨྲ་བ་ཅིག་འོ་འདུག་མཛད་དགོས་རེད་ཟེར་བ་རེད། ལས་བཏུལ་བ་ལ་ཉེས་ལྟུང་དང། རྗེས་དཔག་ལྡན་ཞིང་སེམས་ཞི་བ། རྒོལ་བ་མེད་ཅིང་མཐའ་མི་རིང། གཡོ་མེད་པ་དང། དད་པར་མཛོད། ངེས་པར་མཛོད། དག་ལས་ངན་ལ་དད་པར་མཛོད་ཟེར་བ་ཡིན་པས་ཁུལ་བྱས་ན། འོ་དེ་འདྲས་བྱས་ནས་སེམས་ལེགས་པར་བཏུལ་བ་དང། བ་ལ་ཉེས་ལྟུང་བ་དང། རྗེས་དཔག་དང་ལྡན་པ་དང། སེམས་ཉོན་མོངས་པའི་མ་འཁྲུལ་བ་ཞི་བ་དང། ལུས་སེམས་རྨོ་རྒུད་ཀྱི་དགོས་པ་མེད་པ་དང། ལས་ཀྱི་ཐག་མི་རིང་བ་དང། གཡོ་བ་མེད་པ་དང། དེ་ནས། དེས་པ་དེས་པ་ཟེར་དུས་སྐབས་ལ་བརྫངས་ཤིང་དེས་ལ་བློ་གྲོས་ལྡན་ཟེར་དེ་རེད། དེས་པ་ཟེར་དུས་རྒྱུད་འཇམ་པོ། ངེས་པ་ཡིན་ན་ནི། དམ་གང་བཅའ་བར་མི་འགྱུར་བ། དུ་སེམས་ལྟ་ཚུར་སྡོད་ཡོང་དུས་སྐབས་ལ་འདའ་བ་ཉག་ཞིང། འདའ་བ་ཉག་ཞིང་དེས་པ་དང། ཡང་མིན་ན་འདའ་བ་ཉག་ཞིང་ངེས་པ་དང། ཟླ་བ་ཉའ་ཞིང་དེད་པ་དང་ཟེར་ན་ཡག་གི་འདུག་ད་ཚིག་གཉིས་ཀྱག་ཡོང་གི་བར་ཟླ་བ་ཉའ་ཞིང་དེད་པ་དང། སྟོན་གྱི་ཉི་བཞིན་གཟི་ལྡན་དང། ཟླ་བ་ཉའ་གང་བ་ན་ཞིང་ངེས་པ་བཅས་སྟོན་གྱི་ཉི་མ་བཞིན་དུ་གཟི་བརྗིད་དང་ལྡན་པ་བཅས་རྒྱ་མཚོ་བཞིན་དུ་ཟབ་པ་བཅས་རི་རབ་བཞིན་དུ་བརྟན་པ་བཅས་འོ་དེ་འདྲས་བྱས་པ་ཡིན་ན་ཨེ་ནི་རྒྱལ་པོའི་ཡོན་ཏན་ཕུན་སུམ་ཚོགས་པ་རེད། ད་གང་ག་ཚོ་སྡོམ་བརྒྱབ་ནས་ཞུས་པ་ཡིན་ན་ཉིད་པ་ཀུན་ལས་རྣམས་འདྲི་ཞིག་ཡོན་ཏན་ཀུན་གྱི་རྒྱན་གྱུར་ཏེ་སེམས་ཅན་ཀུན་གྱི་ཉེས་གསོ་དང་ཐམས་ཅད་བྱིན་པ་ཉིད་དུ་མཛོད། མགོ་དེ་ལ་ཡང་སངས་རྒྱས་ལ་ཆུད་པ་བརྒྱུད་པའི་སྐབས་ལ་ཉེས་པ་ཀུན་ལས་རྣམས་ཀྱི་ཡོན་ཏན་ཀུན་འཇམ་པོ་ཟིན་རྒྱུད་གསུངས། ད་འདས་རྒྱལ་པོ་ལ་ཐ་མ་གདོང་བརྒྱག་ནས་གསུངས་པའི་སྐབས་ལས། ཉེས་པ་ཐམས་ཅད་ལས་རྣམ་པར་གྲོལ་བ་དང་ཡོན་ཏན་ཐམས་ཅད་ཀྱིས་འཇམ་པར་འགྱུར་བ་དང་སེམས་ཅན་ཐམས་ཅད་ཀྱི་ཉེ་བར་འཚོ་བའི་གཞི་འགྱུར་བ་དང་དེའི་ཆེད་དུ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པ་ཅིའི་ཕྱིར་རང་ལ་བྱེད་དགོས་རེད་བྱས་ནས། འོ་དེ་ད་དུང་གི་གདམས་ངག་དེ་དེ་རེད། ལྟ། མཇུག་བསྡུ་བ་དེ་ལ་ཡང། སྤྱོད་ཚུལ་ཁྱད་པར་མདོར་བསྡུས་ཏེ་བསླབ་པ་གདམས་པ་སྲིད་རྫོགས་པ་ཅན། ད་ཁྱོད་འདི་ངའི་རྒྱལ་པོ་རྐྱང་རྐྱང་ལས་བཤད་པ་མན་གཞན་པ་ལས་ཕན་ཐོག་གི་རེད། དེ་འདྲ་ཡིན་ཙང་གཞུང་དོན་བསམ་ཞིང་ཡོན་ཏན་བླངས་རིགས་པར་ཚང་མ་ལ་གདམས་པ་དེ་ཁྱོད་འདི་རྒྱལ་པོ་འབའ་ཞིག་ལ་བསྟན་པ་ཁོ་ནར་མ་བས་ཅིས་མ་བྱས་ཀྱི་མར་དག་འདི་ནོར་བ་རེད། མ་བས་ཟེར་བ་དེ་མ་ཟས་ཟས་དང་ལྕི་བ་རེད། བས་པ་དང་ཟས་པ་གཉིས་ལྕི་བ་རེད་མ་བས་པ་དང་མ་ཟས་པ་གཉིས་ལྕི་བ་རེད། ཆོས་འདི་རྒྱལ་པོ་འབའ་ཞིག་ལ་བསྟན་པ་ཁོ་ན་རྒྱལ་པོ་འདི་ཆོས་བཟང་པོ་འབའ་ཞིག་ལ་བསྟན་པ་ཁོ་ན་ཙམ་དུ་མ་ཟད་ཀྱི། སེམས་ཅན་གཞན་དག་ལ་ཡང་ཅི་རིགས་པ་ཕན་པར་འདོད་པས་བསྟན་པ་ཡིན་པས། སེམས་ཅན་གཞན་རྣམས་ཀྱིས་ཡང་དག་དང་གཞན་རྣམས་ཡང་དག་པར་རྫོགས་པའི་བྱང་ཆུབ་འགྲུབ་བྱེད་ལྷས། སེམས་ཅན་གཞན་པ་འདིའི་ཕྱིར། འདིའི་གདུལ་བྱར་ཆུད་པའི་སེམས་ཅན་གཞན་པ་དཔེར་ན་ད་རེས་སང་ཉིན་ང་རང་ཚོས་འདི་ལ་ལྷུག་རྒྱུན་བྱེད་ཀྱི་ཡོད་རེད་དེ་ཡིན་ཙང་ང་རང་ཚོས་འདིའི་གདུལ་བྱ་གང་འཚོལ་གྱི་ཡོད་རེད་པ། འོ་དེ་འདྲ་ཡིན་ཙང་བདག་དང་གཞན་རྣམས་ཡང་དག་པར་རྫོགས་པའི་བྱང་ཆུབ་འགྲུབ་པའི་སླད་དུ། བདག་དང་གཞན་སེམས་ཅན་ཐམས་ཅད་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་བསྒྲུབ་པའི་སླད་དུ། རྒྱལ་པོ་གཏམ་དུ་བགྱི་བ་ནི། གདུགས་རིགས་བཞི་ཡང་བསམས་པའི་རིགས། རྒྱལ་པོ་གཏམ་དུ་བགྱི་བ་ནི་ཟེར་ཏེ། རིན་ཆེན་ཕྲེང་བ་ཁོ་རང་ལ་མིང་བཏགས་ནས་གསུངས་པ། རྒྱལ་པོ་ལ་གཏམ་དུ་བཅའ་བ་རིན་ཆེན་ཕྲེང་བ་བཞི་བཅའ་བའི་བསྟན་བཅོས་འདི། གདུགས་རིགས་བཞི་ཡང་སུས་བཀག་ལ་ཉི་མ་རེ་རེ་བཞིན་དུ། ཉི་མ་རེ་རེ་བཞིན་དུ་འདི་དོན་དག་ལ་ཐོས་བསམ་བྱེད་དགོས་ཀྱི་རེད་ཐོས་བསམ་བྱ་བར་རིགས་པ་རེ་བྱ་བ་རེད། ཐོས་བསམ་བྱས་ནས་ག་རེ་ཡོང་གི་ཡོད་ཨ་རེ་བྱས་ན། ཚུལ་ཁྲིམས་སྤྱི་བོ་བླ་མ་མཆོག་སྐུར་གཟུད་དང་འདི་བཞིན་ཕྲག་དོག་མེད། ཚུལ་ཁྲིམས་དང་ལྡན་པ། བདག་འདི་འོག་ནས་ཡར་ལབ་ན། དམ་པའི་ཆོས་ཡོངས་སུ་གཟུང་བའི་ཕྱིར་དུ། བྱང་ཆུབ་དོན་དུ་གཉེར་བ་རྣམས་ཀྱིས་དུས་རྟག་ཏུ་བྱ་དགོས་ཡ་སྟེ། ག་རེ་རེད་ཅེ་ན། ཚུལ་ཁྲིམས་དང་ལྡན་པ་བྱེད་དགོས་ཡ་སྟེ་སྤོང་ཐུན་འཁོར་བཅས་ཀྱི་ཚུལ་ཁྲིམས་དང་ལྡན་པ་བྱེད་དགོས་ཡ་སྟེ། དོན་དག་གཅིག་རེད། ཚུལ་ཁྲིམས་དང་ལྡན་པ་བྱེད་དགོས་ཡ། ལམ་ཐམས་ཅད་ཀྱི་རྩ་བ་བླ་མ་མཆོག་ཏུ་བསྐོར་དགོས་ཡ་སྟེ། གཉིས་པ་དེ་རེད། གནོད་པ་ལ་བཟོད་པ་དང། བྱ་བ་ལ་བཟོད་པའི་བཟོད་པ་བསྟེན་དགོས་ཡ་དེ་གསུངས་པ་དེ་རེད་ཕྲག་དོག་མེད་པར་བྱེད་དགོས་ཡ་སེང་ནག་དང་བྲལ་བར་བྱེད་དགོས་ཡ། བྱ་བ་ག་རེ་བྱས་ན་ཡང། ལན་དང་རྣམ་སྨིན་ལ་རེ་བ་མེད་པར། ང་ལ་ལན་ཞིག་བྱུང་ན་ང་ལ་རྣམ་སྨིན་ཞིག་ཐོབ་ན་བསམ་པའི་རེ་བ་མེད་པར་བྱེད་དགོས་ཡ། འོ་དེ་འདྲས་བྱས་ནས། དེ་འདྲས་བྱས་པའི་ཐོག་ནས། གཞན་དོན་ནོར་ཅན་དང་ཕུང་བར་གྱུར་ལ། གཅིག་པ་བྱས་ནས་ཕན། ཕན་བདེ་སྒྲུབ་དགོས། བྱས་ནས་གཞན་དོན་བྱེད་པའི་སྐབས་ལ། ནོར་ཅན་ཟེར་དུས་སྐབས་ལ་རྒྱུ་ཕྱུག་པོ་རྫིག་པོ་དེ་སུ་བྱེད། ཀ་རོ་ར་པར་ཏི་ཨ་རབ་པ་ཏི་བཅས་དེ་ནོར་ཅན་དེ་རེད་ཀྲ་ཀྲ་བིར་ལ་དེ་སུ་རབ། ཕུང་པར་བཅུ་པ་དཔལ་ཤ་གཅིག་མེད་མཁན་ལྷུང་བསྟན་ངེད་སུ་རབ། དེ་ཚོ་ཚང་མ་ལོ་ལ་གཅིག་གྱུར་བྱས་ནས་ཕན་པ་བྱེད་དགོས་རེད་བྱས་པ་རེད། ཕུང་པར་གྱུར་ལ་ནོར་ཅན་དང་ཕུང་པར་གྱུར་ལ་ཕན་བྱེད། ཕྱོགས་དང་ཕྱོགས་མིན། ཡོངས་བཟུང་དོར་བ་དང། གང་ཟག་མཆོག་དེ་སྤྱད་དེ་རྗེས་སུ་བཟུང་བ་དང། གང་ཟག་མཆོག་མིན་པ་དེ་སྤྱད་དེ། དོར་བ་དེ་འདྲས་བྱེད་རྒྱུ་ཡོད་བ་མ་རེད། མདོར་ན་རྒྱལ་བའི་དམ་པའི་ཆོས་མ་ལུས་པ། རྒྱལ་བའི་དམ་པའི་ཆོས་མ་ལུས་པ་ཡོངས་སུ་བཟུང་བ་འདི་བྱེད་དགོས་ཡ་དེ་ད་བྱང་ཆུབ་དོན་དུ་སྙིང་བ་རྣམས་ཀྱིས་བླང་བར་བྱ་བའི་ཡོན་ཏན་དེ་བྱེད་དེ་འདུག་སུ་རེ་ཞིག་ན་ད་འདི་ཐ་མལ། ཀུན་ཏུ་སརྒ་དག་གི་ཐག། ཐ་དད་བདེན་པའི་རྣམ་པར་མཛེས་ཞེས་ནི་སྙན་ངག་གི་རྒྱན་རྒྱབ་དང་ནང་བཞིན་བཅས་ནས། ད་གཞུང་དེ་མ་རྫོགས་འགྲོ་དུས་སྐབས་ལ། ལེའུ་མཐའ་མ་དེ་རེད་འགྲོ་དུས་སྐབས་ལ་ཚིག་དེ་རིང་རུ་བཏང་ནས། སྡིག་སྒྱུར་ཐ་དད་པ་ཞིག་གི་རྣམ་པར་བརྒྱན་པ་ཡིན་ན་མཛེས་པ་ཡིན་ཙང། དཔའ་མགོན་འཕགས་པ་ཀླུ་སྒྲུབ་རྒྱལ། དེ་འདིའི་སྐབས་ལ་ཡ། ཆོས་ལུགས་པ་གཅིག་དེས་ཚིག་རིང་པོ་བྱས་ནས་བཟོ་ཡག་འདུག་སུ་རེད། ཨ་འདུག་སེ་ན་དེའི་ནང་ལ་ཡོན་ཏན་བཟུང་དགོས་པ་ཤེས་པ་བྱས། ཨོ་ད་གཙོ་བོ་རེད་དེ་ཡན་ཆད་ཀྱིས་རིན་པོ་ཆེའི་ཕྲེང་བ་ལས། བྱང་ཆུབ་སེམས་དཔའི་སྤྱོད་པའི་ལེའུ་སྟེ་ལྔ་པའོ་བྱས་ནས་བྱང་ཆུབ་སེམས་དཔའི་སྤྱོད་པའི་ལེའུ། སེ་ཡག་གཅིག་དང་དག་བསྒྲིགས་ཀྱི་ནང་ལ་ལེའུ་དེའི་མཚན་མི་འདུག་གསུང་ཡག་བྱས་རེད། ད་དེར་སང་ཉིན་རག་བསྡད་ཡག་གི། རྒྱ་གཞུང་དང་མཐུན་པ་བྱས་ན་བྱང་ཆུབ་སེམས་དཔའི་བཅུ་པ་བསྟན་པའི་ལེའུ་སྟེ་ལྔ་པ་འོ་སི་འདུག་སི་རེད་བྱང་ཆུབ་སེམས་དཔའི་བཅུ་པ་བསྟན་པའི་ལེའུ་སྟེ་ལྔ་པ་འོ་སི་ཡག་གི་བྱང་ཆུབ་སེམས་དཔའི་བཅུ་པ་བསྟན་པའི་ལེའུ་སི་ཡག་དེ་རྒྱལ་ཚབ་རྗེས་ལ་བསྙད་གནང་ཡག་གི་བྱ་བི་ཏི་ནང་ན་མེད་པ་ཡིན་པ་འདྲ། དེ་འདྲ་ཡིན་ཙང།